དེ་འདྲའི་སྐད་ཆ་བཤད་དགོས་པའི་རྒྱུ་རྐྱེན་དེ་ག་བ་ཐོབ་གི་རེད་ཟེར་པས་ན། ད་ཉེ་ཆར་དེ་ནས་རྡ་རམ་ས་གིས་ད་ཡོད་རྒྱ་སྒྲིག་འཛུགས་ཀྱི་དེ་ནས་སྲིད་སྐྱོང་གི་སྨན་ཁུ་ནས་ཨོ་ལོ་ཛོ་སེང་གེ་ཟེར་ཡ་དེ་གིས་ད་ཆོས་བཤད་ལོ་བཤད། དེ་འདྲ་མང་པོ་ཅི་བྱེད་པའི་རྒྱུ་རྐྱེན་ལ་བལྟས་པའི་ཐོག་ནས་ཨོ་སྐད་ཆ་བཤད་དགོས་ཡ་ཆགས་ཡོད་རེད། ཨོ་དེ་རིང་མ་གཏོགས་ང་ཚོ་གིས་ད་ཅི་བཤད་རྒྱུ་རག་རག་ཨོ་འདྲ་པོ་དེ་འདྲ་བྱས་ནས་བཤད་བསྡད་པ་ཅི་མ་རེད་དེ་ང་ཕ་ད་ལ་ད་དེ་འདྲ་གི་ཞེ་དྲག་བཤད་མ་དགོས་ན་བསམ། ཁོ་བོ་བསྡད་ཡོད་པ་ཅི་རེད། ཡིན་ན་ཡང་དེ་ནས་ཡོང་ནས་སྐྱར་བསྡད་ལ། དེ་ནས་ག་དུས་ཡིན་ན་ད་ཅི་ཐུབ་ཚོད་འདྲ་པོ་ཅིག་དང། དབང་ཡོད་འདྲ་པོ་ཅིག་བཤད། འོན་འདི་འདྲ་བྱས་བསྡད་ཀྱི་ཡོད་དུས་དེ་ནས་ཀྱིས་དེ་ལ་ས་བཤད་ཅིག་མ་བྱས་ན་མ་འགྲིག་པ། ཨོ་དེ་འདྲ་ཆགས་འདུག་བ། ག་འདི་རེད་ཚེ་བས་ན་བཅུད་ནས། རྫོ་ལན་གྱི་རྒྱ་ཆེའི་མི་མང། གྲོང་རྡལ་གྱི་རྒྱ་ཆེའི་མི་མང། ཡང་སྒོས་སུ། བོད་ཀྱི། དེ་ནས་མདོ་དབུས་ཁ་སང་གི་གྲོང་རྡལ་གྱི། ད་བོད་མི་མང། དེ་ཚོ་གི་ཐུགས་ལ་ད་ཅི་ང་ཚོ་གི་ས་ཤེད་ཚེ་མ་རྗེ་རུང་རྗེ་འོ་དུ་རུ་ཆགས་ཀྱི་འདུག་དུད་འགྲོ་ཡིན་དུས་དེ་ནས་དེ་ནས་སྐད་ཆ་ཁ་ཤས་ཀྱི་འོ་བཤད་དགོས་ཡ་དུ་འདུ་ཆགས་བཞག་བཤད་དགོས་ཡ་དེའང་ཁོ་རང་གི་མེ་སི་ཀ་ཁྱེད་དུ་བསུས་ནས་དེ་ནས་ང་ཚོ་ལ་ཁོ་བོ་ཤིས་དབྱིན་འདི་ལ་ཁྱད་གསོད་བྱས་གནང་བ་ཐོས་འཁྱོངས་ཁྱད་གསོད་བྱས་ནས་དུད་འགྲོའི་བྱེད་པོའི་རྒྱུ་རྐྱེན་ལ་ཐེབས་པའི་ཐོག་ནས་ད་ང་ཚོ་གི་ས་བཤད་ཟེར་ན་མི་འདུག་ངོ་ལེན་འདོད་ཟེར་ན་མི་འདུག་འོ་དེ་འདྲ་བྱེད་དགོས་ཡ་དེ་འོ་གནད་དོན་དེ་རུ་ཆགས་འདུག་ཡོད་རེད་ཟེར་ནའོ་ཤེས་ཡ་དེ་འདྲ་ཡིན། དེ་འདྲ་ཡིན་དུས་ད་རྒྱུ་མཚན་འདྲ་པོ་དེ་ག་ན་ཐོབ་གི་རེད་ཟེར་བས་ན་ད་རྡ་རམ་ས་དང། ལྷོ་ཕྱོགས། དེ་གར་ནི་ཡིད་ཀྱི་དེ་ནི་བིར་ཞེས་བྱ། དེ་ཚོ་ནི་གཉང་ཆུང་གཉང་བདག་དེ་འདྲ་ཁ་ཤས་ཀྱིས་ཐོན་ན། དེ་ཚོ་གིས་སྤྱི་ཚོགས་ཐོག་ལ་དེ་ནི་ཁོང་ཚོ་ལྟོ་གོས་ཀྱི་དཀའ་ངལ་འཕྲད་གི་འདུག་དེ་ནི་ཟ་ཡ་འཐུང་ཡ་ལ་དཀའ་ངལ་འདུག།

དེ་ནས་སྤྱི་ཚོགས་དྲ་རྒྱ་གི་ཐོག་ལ་འགྲོ། དེ་འགྲོ་ཡོང་དུས་དེ་ནི་དེ་ལ་དྭགས་ཀྱི་བོད་རིགས་སྤུན་ཟླ་ཤ་ཚ་སྙིང་རྗེ་ཡོད་དོ། དེ་ཚོ་གིས་དེ་ནི་ཅི་རུག་པ་བྱེད་དགོས་ཀྱི་འདུག་ཏེས་ཏེས་ཟེར་ནས་དེ་ནི་ཕག་ཚོས་སྐུལ་སློང་འདྲ་པོ་གཏོང། བགྲོ་གླེང་བྱེད། དེ་འདྲ་བྱས་ནས་དེ་ནི་ཅི་བྱེད་པ་རེད། དེ་བྱེད་ཡོང་དུས་དེ་ནི་ཁོ་ཚོ་ལ་ད་ཁྱོད་ཚོ་དེ་འདྲ་བཤད་ན་འགྲིག་མ་རེད། ཟེར་ནས་དག་གིས་ལོ་ཙོ་སེང་གེ་བཙུར་རུ་བྱེད་པས་ཀི་དེ་ནས་ཁོ་ཚོ་གིས་འོ་དེ་ཚོ་ཡ། བཀའ་འགུག་ཁྱེད་དེ་ནས་དྲི་བས་དྲི་གི་དྲི་བས། ཟེར་དེ་ཡ་དེ་གིས་དེ་ནས་ད་སྐད་ཆ་བཤད་ས་གི་མེད་དེ་ཚོ་དེ་ནས་གཉའ་ཆུང་གཉའ་བདག་དེ་ཚོ་གི་ཁ་གཏུགས་ན་དེ་ནས་བ་ང་ཚོ་ལ་དཀའ་ངལ་མེད་པ་དང། དེ་ནི་བོད་ཀྱི་བཀའ་དྲིན་ཆེན་པོ་ཡིན་པ་དང། དེ་ནས་ཀྱི་དྲིན་ལན་ལོ་འཇའ་བྱེད་ཀྱི་མེད་ཐག་དང། དེ་ནས་དྲིན་ལན་ཧ་རྒྱོབ་ཀྱི་དེ་ནས་དྲིན་ལན་འཇལ་དགོས་ཡ་དེ་འདྲ་གི་བཀའ་དྲིན་ཆེན་པོ། དེ་འདྲ་ཅན་ཡིན་དཀའ་ངལ་མེད་རྒྱག་པ་ཡིན་སྐྱིད་པོ་ཡོད་ཟེར་ནའོ་དེ་འདྲ་བཤད་དགོས་རེད་ཟེར་ནས་བཤད་ཀྱི་གི་འདུག་བ།

སེར་དེ་ཡ་དེ་གི་ཇེ་རྒྱས་ཏག་ཏག། ལེགས་ལེགས་འབྱོན་འབྱོན་ཟེར་ནས་ད་ཁོ་ཞི་བ་ཅིག་བཤད་དགོས་ཡོད་རེད། ད་གར་བྱེད་དགོས་ཡོད་རེད་གར་འབྱོན་དུ་ཡོད་རེད། དེ་ནས་རྡ་རམ་ས་ཁོར་ཡུག་ཆུང་ཆུང་དེ་གི་ནང་ལ་དེ་ནས་སྐྱོ་པོ་དུ་འདྲ་ཅིག་ཟ་ཡག་དང་འཐུང་ཡག་གི་དཀའ་ངལ་འཕྲད་ལས་པ་དཀའ་ངལ་འཕྲད་ལས་པ། བོད་སྐད་བོད་ཕྲུག་ལྷོ་བྲག་ནང་ལ་གཏོང་བསམ་ན་དེ་ནི་གཏོང་ཡག་གི་ཆ་རྐྱེན་མ་འདུག་པ། ཨང་དེ་འདྲ་ཞིག་ལྷག་དེ་ཡག་ཨང་དེ་ག་འདྲ་རེད་གསུངས་ད་ཁོ་གིས་སྐད་ཆ་དེ་འདྲ་གཅིག་མགོ་བཙུགས་ནས་བཤད་གི་འདུག་བ། ཨང་དེ་འདྲ་ཡིན་དུས་དེ་ནི་ཐུགས་རྗེ་ཐོགས་མེད་ཟེར་ཡག་དེ་གནང་རྒྱུའི་དྲ་གསུང་གི་དྲ་བ་དྲ་ལུགས་དེ་ནི་ཀི་ཀ་ཡིན་གསུངས་གི་གནས་ཡོད་གི་མི་སྣ། དེ་ནས་སྤེན་པ་ཚེ་རིང་གིས་ལག་པ་གཡས་པ། ཨར་དོན་འགྲུལ་སྐྱེལ་ཡིན་པ་དེ་ཚང་མ་གིས་ཤེས་གི་ཡོད་རེད། ཧ་གོ་གི་ཡོད་རེད་དོན་རྟོགས་གི་ཡོད་རེད། ཁོ་ཤོག་དེ་གཏན་ནས་མིན་པ་དེ་ཁོ་རྒྱ་དེ་གི་ཚིག་རེད་ཚང་མས་ཤེས་གི་ཡོད་རེད།

ང་ལྟར་ཐུགས་རྗེ་ཐོགས་མེད་དུ་དེ་ཚོ་བྲིས་ཏེ་ཞོ་སྡེ་གཏན་ཉིན་ཡིན་དང་མིན་དེ་ཚོ་མི་ཤེས་གི་ཡོད་རེད། ཞོ་སྡེ་གཏན་ཉིན་གི་ཐོག་ལ་དེ་ནས་ཤོ་ཤོ་ང་ང་བྱེད་ན་དེ་འདྲ་ཅིག་བྱས་དེ་ནི་ཡིན་པ། དེ་འདྲ་ཡིན་དུས་དེ་ནས་དེ་ཚོ་ལ་དེ་ནི་གང་ཡོད་ལབ་མ་ཕོད་པ། སྨན་ཡིག་ཙམ་ཞིག་སྟོན་མ་ཕོད་པ་དེ་རྒྱུ་རྐྱེན་ག་བ་ལ་ཐུག་པ་རེད། ག་རེ་བྱས་ན་དེ་འདྲ་ཆགས་པ་རེད།

ཕར་ཞོག་གི་དེ་ནས་ནག་ཉེས་སྐྱི་ས་དེ་ཚོ་ལ་དེ་ནས་བཀའ་འདུལ་བྱས་ན་ཅི། དགོན་བདག་ཐུགས་དེ་མ་ལབ་པ་ཡིན་ན་འདམ་རྫབ་འདམ་རྫིག་གི་དབང་ཆ་འཕྲོག་གི་ཡིན་ཟེར་ན་ཤེས་ཐུབ་མ། ད་ཁྱོད་སྐད་གྲགས་དུ་འདྲི་གཅིག་གཏོང་ཚོ་མ། ད་དེ་བོད་པ་མང་པོ་བཅས་ཀྱི་ཨོ་དེ་དེ་ནས་གྲོང་པོ་མ་རེད། དེ་ནས་དགའ་མི་དགའ་འདུག་རེད། ཨེ་ཝོ་དེ་ནི་ཕྱུགས་ཤིན་ཏུ་ཕྱུགས་ལྷུང་རེད། མ་ཏོ་ཟེར་གི་ནི་གྲོང་རྡལ་གྱི་མ་རེད་གྲོང་རྡལ་གྱི་སྐྱེ་ཁྲ་གྱི་མ་རེད་ཟེར་ནི་བཤད་ཉེས་དེ་འདྲ་ཅུང་ཚོར་བ་འང་ཡོད་ན་ཡང་ད་ལྟ་བློ་བཟོ་སིང་གེ་བཅུའི་དུས་ཀྱི་ཁོ་ཚོ་ལ་དེ་ནི་ཐོག་དེ་ཐོག་མེད་གིས་སྐད་ཆ་དེ་འདྲ་གཅིག་བཤད་ནས་སྤྱི་ཚོགས་དྲ་རྒྱ་གི་ཐོག་ནས་དེ་ནི། སྡོང་སྟོན། དངོས་སུ་དེ་ནས་སྐད་ཆ་འདི་འདྲ་ཅིག་གི་སྐོར་བདེན་པ་བདེན་ཐབས་ཀྱིས་ཤེས་འོང་དུས། དེ་ནི་དེ་ལ་ཁོ་ཚོ་གིས་ཡང་ན་ས་བཤད་ཡང་ན་ལན་གདབ། ཡང་ན་དེ་ནས་ཅིའི་རྗེས་སུ་ཡི་རང་དེ་ག་རེ་ཞུས་པས་ཡིན་ན་ཁོ། མིང་དུ་སྟོན་མིང་སྟོན་རྒྱུ་ཡ་གཅིག་དང་སྟོན་རྒྱུ་ཡོད་པ་གཅིག་དང་སྟོན་སྟོན་ཆོག་པ་གཅིག་དེ་འདྲ་རེད་པ། དེ་འདྲ་ཡིན་དུས་དེ་ནི་མིང་ཙམ་གྱིས་སྟོན་མ་ཕོད་པ། དེ་འདྲ་གཅིག་གིས་དེ་ནི་བདེན་པ་གང་ཡང་མེད་པ། དེ་འདྲའི་གཅིག་གིས་དེ་ནི་ཞང་འདི་དགོས་ཡ་དེ་ད་ཆེན་དུ་འཁྲིད་རྒྱུ་ཁོ་ནས་སྐད་ཆ་སྟོང་པ་ནང་བཞིན་གཅིག་གིས་ནག་ཉེས། ཅན་གྱི་མི་གཅིག་སྐུ་ལྡོག་རི་རྫོང་ཁྱེད་ནས་དེ་ནས་ཀྱི་མ་ཉེས་ཁ་ཡོག་གི་དེ་ནས་ཞག་མི་ཡོང་ནས་དེ་འདྲ་གི་དེ་ནས་ཟེར་རྒྱུ་ཁོ་དང་དེ་འདྲ་གཅིག་ད་ཡིན་པ་དེ་ཁོ་སེར་པོ་ཞིག་རག་རེད་གསུངས་སོང་དེ་འདྲ་དྲན་ཡོང་གི་འདུག་བ་དེ་འདྲ་ཡིན་དུས་གནས་སྟངས་དེ་འདྲ་གྱི་རེད། དེ་འདྲ་ཡིན་དུས་དེ་ནི་ཁོ་རང་གིས་ད་ག་རེ་ཟེར་གི་ཡོད་རེད། དེ་ནི་ཤོག་དྲིལ་དེ་ཉིད་དེ་ཚོ་ཁ་དམར་ཁོ་གཉའ་ཆུང་ཚད་ལྡན་གྱི་ནང་བསྡད་བསྡད་དུས་དེ་ནི་ཐེངས་མ་གཅིག་མ་རེད་གཉིས་མ་རེད་ག་དུས་ཡིན་ན་ཚིག་གི་སྒྲ་ནང་གི་སྒྲ་དེ་ག་ནུས་ཡི་གི་དེ་ནི་ཉིན་ཐོ་རྒྱས་ལ། དེ་ནས་དབྱིན་ཇིའི་གི་ནང་ལོགས་ཀྱི་ཅན་དེ་འདི་ལ་སྔ་རྒྱུད་དང་ཐོག་རྒྱུད་ལས་འབུད་བ་དེ་འདྲ་ཡོད་ཟེར་ན་བཤད་ཡོད་རེད། དེ་ག་ནང་བཞིན་གི་དེ་ནི་ཅི་ད་ལྟ་ཡིན་ན་གོ་ཁ་རུ་བསྡད་བསྡད་ན་དེ་ནི་ག་དུས་ཡིན་ན་ཤོ་བསྡད་ཀྱིན་རོགས་པ་དང་ཤོ་བསྡད་ཀྱིན་རོགས་པ་ཚོ་ནི་བཤད་གི་ཡོད་རེད། དེ་འདྲ་ཡིན་དུས་དེ་ནི་གཉའ་ཆུང་ལ་ཐུ་ཐུ་གཏོང་ཉེན་བཙན་པོ་ལ་སྤི་ལེ་བཤད་ཉེན། ཨ་དེ་འདྲས་ཅིག་གིས་དེ་ནི་གཟི་བརྗིད་ཁུག་སྟངས་ཅིག་ཡིན་པ་དེ་ད་སྲིད་པོ་མཐོང་སོང་ཨ། ཨ་དེ་འདྲས་ཡིན་དུས་དེ་འདྲས་ཀྱིས་ཆ་འདི་ནས་ཟ་ཤེས་བྱེད་དགོས་ཡ་ཅིག་ཆགས་དགོས་འདུག་ཟེར་ཡ་དེ་འདྲས་ཡིན། དེ་ག་ནོར་གྱིས་དེ་ནས་ཉིན་ཐོ་སྐྱིད་སྒྲོག་དུ་བ་ལ་ཏཱ་ལའི་བླ་མ་ཞིག་ཡིན་ན་སྨན་ཚིག་ཁང་གི་སྒོ་འགྱེད་ཁ་ལ། དེ་ནས་ཟས་ཀྱི་ཁུག་དང། ལྕགས་རྩི་བཤལ་ནས་མར་མེ་བཤལ་ནས་ཧམ་པ་ཚ་བོ། ངུས་ལྐོག་མེད་དོ། འོ་དེ་འདྲ་རེད་ཟེར་ནས་བཤད་སོང་བ། འོ་དེ་འདྲ་ཡིན་དུས། དེ་ནས་མེད་དུ་དོན་མཚུངས་པ། འོ་བཤད་བཞག་པ་ནང་བཤིག། འོ་དེ་འདྲ་ཅི་རེད་རྒྱག་སོང་ཚ་ད་ཁོ་རང་གི་བྱས་སྟངས་ཀྱི་ཐོང་སྟངས་དུ་མཐོང་ཐུབ་ཡ་དེ་འདྲ་ཅིག་རེད་འདུག་བ། ང་དེ་འདྲ་རེད། དེ་འདྲ་ཡིན་དུས་དེ་ནི་ཁོ་རང་གིས་ད། ཅི། ཀོ་ལི་ཇི་འདྲོགས་ནས་འདྲོགས་མ་ཐག་ཉི་མས་མེ་ཏོག་གཅིག་ཀྱང་མེད། དེ་ནས་ཀོ་ལི་ཇི་དེ་ནས་འདྲོགས་ནས་རྒྱ་ཆ་མཐོན་པོ་དེ་ཚོ་ལ། དེ་ནས་དང་བོ་དེ་ནས་ཉང་བདག་གི་ཁོངས་སུ་ཡོད་དོ་དེ་ཚོ་ལ་སྟོང་ཕྲག་བདུན་ཅུ་དོན་ལྔ། ལོག་ལ་སྤྲད་གི་ཡོད། དེ་ནས་ལམ་འགྲུལ་ལ་སྟོང་ཕྲག་ལྔ་སྤྲད་གི་ཡོད། དེ་ནི་ཞེན་མེད་ལ་དེ་ནི་བརྒྱ་ཆ་བའི་དཔེ་དཔེ་ཀྱི་ཐོག་ནས་གོ་གོ་ལས་ཀྱི་འགྲོ་མ་ཐག་པ་གཅིག་ཀྱང་མེད་ཚང་མ་གཏོང་གི་ཡོད་བྱེད་ཀྱི་ཡོད་ཟེར་ནས་བཤད་སོང་ང། ད་ཡིན་ན་ཡང། སྐུ་གདུང་དྲ་སྟེང་གི་དོན་ལྔ་བྲིས་ལ་ཡོད་ན་རེད། དེ་ནི་གཅིག། ཞེན་མེད་ཀྱི་དེ་ནི་གཅིག་ད་གདུང་དྲ་བཞི་ལྔ། དེ་འདྲ་ཁྲི་བཞི་ལྔ། དེ་འདྲ་ག་རེ་བྲིས་ཀྱི་ཡོད་ན། གྲོང་མཐར་གྱི་དུད་འགྲོའི་དཀྱིལ་གྱི་དེ་ནི་གོ་ལའི་རྒྱུན་འགྲོ་ས་ལ་འགྲོ་ཐུབ་ཀྱི་མེད་པ་དེ་ད་ཚོད་མ་ཤི་ཤི་ཤི་ས་ས་ཞིག་རེད་བ། གཅིག་ནས། ཡིན་ན་ཡང་དེ་ཚོ་གིས་ཁོ་ཕན་ཐོགས་ཡོང་གི་ཡོད་རེད་མེད་པ་ལས་ཡོད་པ་ཙམ་གྱིས་ཁོ་ཕན་ཐོགས་གི་རེད་བ་དཀའ་ངལ་སེལ་གི་རེད་བ། ཁོ། ཡང་ལ་མ་ལ་འགྲོ་འདོད་ཅིག་ཡིན་ན་གཏོང་ཡ་ཡོང་གི་རེད་ག་ལ་ཐིམ་པ་ཁ་ཤས་སྐྱེས་ན་ཟ་ཡ་ཡོང་གི་རེད་དུས་ལོ་ཚ་རེ་ཚ་རེ་ཁ་ཤས་སྐྱེས་ན་ཉོ་སྐྱེས་རག་གི་རེད་བ་གོ་ཕན་ད་ཐོག་གི་རེད་བ་ཏན་ཏན་ཕན་ཐོག་གི་རེད་མ་གཏོགས་རྒྱ་ཆ་རྒྱ་གོ་ལའི་རྗེས་ལྷོད་ཡོན་གཏོང་ཐུབ་ཡ་དེ་འདྲ་ཨ་རེ་ཚུན་རྩ་བ་མ་རེད་བ་རྩ་བ་ཉན་ནི་མ་རེད་བ་རྒྱ་ཆ་རྒྱ་ནི་མ་གོ། སུན་ཆ་གཅིག་འདུག་གི་པ་རེད་བ། འོན་དེ་འདྲ་གྱི་རེད་དེ་བོད་མི་མང་གི་ཤེས་དགོས་དེ་གལ་ཆེན་པོ་རེད་དྲན་གི་ཡོད། དེའི་རྒྱུ་ཚང་བོད་ཀྱི་ཐོག་ནས་དེ་ནས་རྒན་གསོ་དེ་ག་ནང་ཡི་གི་དེ་ནས་ཀྱི་ཉམས་བདག་འོན་དེ་ཚོ་ལ་དེ་ནས་ཀྱི་འཕྲོད་བསྟེན་གི་བརྟག་བྱུང་དེ་ག་ནང་ཡི་གི་དེ་ནས་ཀྱི།

དེ་ནས་བརྒྱ་ཆ་པད་གོ་ཡ། ཨ་དེ་འདྲ་གྱིས་དེ་ནས་རེད་འདུག་དང་མི་འདུག། ཨ་དེ་བོད་མི་མང་གི་བསམ་བློ་གཏོང་དགོས་ཀྱི་རེད། དཔལ་འབྱོར་སྤྲེལ་ཉེ་གི་གཞུང་དང་གཞུང་འབྲེལ་ཟེར་འདྲི་གི་ཡིན་པས་ན་དེ་ཚོ་གིས་བསམ་བློ་གཏོང་དགོས་ཀྱི་རེད། ང་རང་ཚོ་རྡོ་རྗེ་ཤོག་དྲིལ་ལྟེ་གནས་དེ་ཚོ་གིས་དེ་ལ་ཐར་གཅིག་དེ་ལ་བརྡ་དེ་གཏོང་ནི་གོ་བརྡ་གཏོང་དགོས་ཀྱི་རེད། ས་ནོ། ཞེས་ཡར་ལྟོ་འདྲི། ལྟོ་འདྲི་ཡིན་དུས་དེ་ནི་ཁོ་ཚོ་གིས་ད་ཅི་འགྲོ་འདྲུད་གཏོང་བཞག་ཐོ་དེ་ཚོ་གྱིས་དཀའ་ངག་བཤད་གི་ཡོད་རེད་རྒྱ་ཆེ་རྒྱ་ཐང་པ་མི་དགོ་དེ་སུ་རྒྱ་སྐྱིད་འདོང་གི་མ་རེད་དེ་ཡིན་ན་དཀའ་ངག་བཤད་གི་རོགས།

རིག་གཞུང་སྲུང་སྐྱོབ་བྱེད་ཡག་དང། ཤེས་རིག་ཡར་རྒྱས་གཏོང་ཡག། འཕྲོད་བསྟེན་གོང་འཕེལ་དུ་གཏོང་ཡག། དམངས་འཚོ་གོང་འཕེལ་དུ་གཏོང་ཡག་གི་ཆེད་དུ་ལ་དེ་ནས་གྲོས་འགོ་ཡོད་རེད་བ། ཨང་རེད་མ་གཏོགས་ཚིག་གི་ནི་ཁོ་ཚོ་དབང་འཛིན་པ་རེ་ཟུང་གཅིག་གི་གདོང་འབག་ཙམ་ནི་སྤྲད་གི་འགྲོ་གི་མ་རེད་བ། ཁོ་ཚོ་གིས་བོད་མི་མང་གི་ཆེད་དུ་ལ་དེ་ནས་ཅིག་དགོས་གི་འདུག་མེད་དགོས་གི་འདུག་ཟེར་ན། གསུང་གི་ཡོད་པ། འོན་ནི་ལྟས་ངན་དེ་ཚོ་གིས་དེའི་དེ་ནས་དཀའ་ངལ་དེ་སི་ཡ་གི་ཁྱི་དེར་སྤྲད་གི་ཡོད་པ། དེས་བོད་མི་སྐྱུ་བ་གནང་ཐེ། གཞིས་རྩེ་གཉིས། ཡོངས་རྫོགས་ལ་དབང་བ་ཀྱི་རེད་ཡོངས་རྫོགས་ལ་དེ་ནས་དམིགས་ན་སྤྲད་གི་འདུག་ཅི་རེད་བ། དེ་ཡིན་དུས་དེའི་ནང་ནས

གི་མཐའ་དང་མ་བྲལ་བ་ཅི། ད་དུང་ཡང་དེའི་དཔལ་འབྱོར་དེ་ཚོ་གིས་དེ་ནས་སྡུག་པ་གཏོང་ཡ། འོ་དེ་འདྲ་བྱེད་ཀྱི་འདུག་ག། སྡུག་པ་ག་འདྲ་གཏོང་གི་འདུག་ཟེར་ན། དེ་ནས་བོད་ནང་ལོགས་ནས་དེ་ཆགས་ཆགས་པས་ན། དེ་ནས་ཀྱི་དཔལ་འབྱོར་གྱི་སྦི་རྒྱ་རྒྱ། དེ་འདྲའི་གི་དེ་ནས་ཐོག་ནས་བོད་ནང་ལོགས་ལ། མི་ཚོས་ཁྲག་རྒྱུན་གྱི་ལས་ཀ་མང་པོ་ཆགས་ཡོད་རེད། ལས་ཀའི་གནོད་སྐྱོན་གྱི་དེ་ནས་དགོན་པ་གཏོར་བཤིག་མང་པོ་གཏོང་ཡོད་རེད། སྐུ་ཚོང་ཐུག་འཕྲད་མང་པོ་གཏོར་བརླག་གཏོང་ཡོད་རེད། གཉང་ཁྱུང་མི་མང་དེ་ཚོར་ཉེས་རྟགས་མང་པོ་གཏོང་ཡོད་རེད། དབང་རྩིས་པ་རེ་ཟུང་བཅས་དང་དེ་ནས་རྡ་ས་གི་དཔལ་འབྱོར། དེ་གཉིས་ཟུང་དུ་འབྲེལ་ནས་ཁ་མཆུ་ཆེ་སྤེལ་གྱི་ཐོག་ནས་དེ་ནས་གཉང་ཁྱུང་མི་མང། དེ་ནས་ནག་ཉེས་ཀུན་ཡང་མེད་ཐབས་བཙལ་འདོད།

ཤོ་སྡེ་ལྟས་ངན་གྱིས། དེ་ནས་ཡིག་བརྒྱ་རྙིང་པ་དེ་ཚོ་ཚོད་མ་དེ་འཁོན་ཐུབ་ཀྱིས་དཔའ་འབྱོར་གྱི་འགྲོ་སོང་བཏང་ན། དེ་ནས་རྒྱུ་གཅོད་དང། ལོ་རྒྱུས་ནག་སབ་དང། དེ་འདྲ་བྱེད་ཀྱི་ཡོད་པ། དེ་དེ་ཚོད་ཀྱི་ཆེད་དུ་ལ་འགྲོ་འགྲུལ་བཏང་ན་ད་ཨ་རིག་གཞུང་གིས་དེ་ནས་ཉིས་སྟོང་བཅུ་གཉིས་ལ། ད་ལྟ་བ་ནས་ནི་དེ་ནི་བོད་ནང་ལ། དེ་ནི་ཨ་རིའི་གཞུང་སྲུང་བྱ་ཆེ་བ་དང། ཤེས་རིག་གོང་འཕེལ་དུ་འགྲོ་ཡག་ཆེད་དུ་ལ། འཕྲོད་བསྟེན་ཡར་རྒྱས་འགྲོ་ཡག་གི་ཆེད་དུ་ལ་ཨ་སྒོར་ས་ཡ་བརྒྱད་ལོ་རྟག་པར་གཏོང་གི་ཡོད་རེད་ཟེར་ནས་བཤད་ཀི་འདུག་བ། དེའི་ཨ་སྒོར་ས་ཡ་བརྒྱད་དེ། དེའི་ཁོངས་ཐོག་ནས་ཤོག་སྡེ་ལྟེ་གཉེར་ལ་དཔེ་ཤ་དམར་པོ་གཅིག་རག་ཡོད་མ་རེད་བ། དེ་ཧྲིལ་པོ་རེད་བ། དེའི་དཔེ་ཤ་དེ་ག་རེ་བཅད་ཡོད་རེད། རི་སྐྱོང་ག་ན་སྲུང་སྐྱོབ་བྱས་ཡོད་རེད། ཤེས་རིག་ག་ན་ཡར་རྒྱས་གཏོང་ཡོད་རེད། འཕྲོད་བསྟེན་ག་ན་ཡར་རྒྱས་གཏོང་ཡོད་རེད། བསྟན་ཡག་མེད་བ། ཤོག་སྡེའི་ལྟེ་གནས་ཀྱིས་དེ་ནས་ལོ་རྒྱུས་ན་ཚ་གཏོང་ཡ། ཤོག་སྡེའི་ལྟེ་གནས་ལ་མ་ཉེས་ཁ་གཡོག་བྱེད་ཡ། དབང་འཛིན་པ་དེ་ཚོ་དེ་ཁ་མཐུན་གྱི་དཔལ་འབྱོར་སྡེ་ཚོགས་ལ་དེ་ནས་སྐུ་འོ་དོ་ཀྲེས་དཔལ་འབྱོར་སྡེ་ནི་དེ་ནས་སྡེ་ཚོགས་ལ་མ་ཉེས་ཁ་གཡོག་གི་ཞག་མ་ཡོ་ཉེས་མེད་ཀྱི་ཁྲིམས་འགལ་གྱི་ཁྲུན་གཅོད་བྱེད་ཡ། དེ་ག་ནུ་ཡ་དགེ་མེད་སྡེ་བྱེད། དགེ་མེད་སྡེ་དགེ་མེད་སྡེ་བྱེད་དེ་ཚོགས་ལ་དེ་ནས་དངུལ་གྱི་འགྲོ་འདྲུད་བཏང་ནས་དེ་ནས་མི་གསོད་བྱེད་ཡ། དགོན་པ་གཅིག་གིས་ཡང་སྐུ་གསུང་ཐུགས་ཀྱི་གཏོར་གྱིས་ཡང། འདི་ག་ནི་ཡི་གེ་འདི་ནི་རྒྱུ་ཐོག་དབྱེ་འབྱེད་ཅན་རྒྱུ་ཐོག་ནང་ལ་དཀྲུག་མཁན་རྒྱ་ཆེ། ནང་མི་ཁ་བྲལ་དང་དགོན་པ་ཁ་བྲལ་དུ་བཏང། མི་མང་གི་མཐུན་ལ་རྟོག་ཤེས་དུ་བཏང། དེ་འདྲ་གི་ཆེད་དུ་ལ་འགྲོ་སོང་གཏོང་ནི་དེ་འདྲ་བྱེད། དེ་འདྲ་བྱེད་པའི་རྒྱུ་རྐྱེན་དེས་ན་བོད་ནང་ལ་ཧ་ལས་པའི་དཀའ་ངལ་སྤྲད་སོང། ཁེན་རྟ་ཡ་ཕ་རི་སྤུན་རྒྱལ་རེད། ཧ་ལས་པའི་དཀའ་ངལ་སྤྲད་སོང། ཧ་དེ་འདྲ་ཡིན་དུས་དེ་ནས་དུད་འགྲོས་ཀྱི་རེག་དེ་ཚོ་སྤྲད་པ་ལས་མ་སྤྲད་པ། དགའ་གི་འདུག། ཧའི་ག་ཚིག་སྤྲད་པའི་དབང་གཏོང་བས་ན་དེ་ནས་ཤག་གི་ཤག་ཐོན་གི་འདུག་དོ་མི་འདུག། མི་ཡོད་ཡོད་པ་ནང་བཞིན་གྱིས་ཀྱི་དེ་ནས་ལས་ཀ་བྱེད་གི་འདུག་དོ་མི་འདུག། དེ་ནས་དེའི་ཞིབ་འཇུག་བྱས་ན།

དེ་གི་ཡོད་མར་བ། དེ་དེ་མི་གོ། ང་ཚོའི་སྤྱི་ཚོགས་ནང་ལ་དེ་ནི་ཆོས་དད་བསམ་ཚུལ་གྱི་འབྲེལ་བ་བཅད་ཀྱང་ཡོད་ཡོང་ཆོག་གི་མེད། དེ་ནི་མནའ་བསྐྱེལ་ཀྱང་ཡོད་ཐོ་བཙུགས་ཀྱང་ཡོད། དཀོན་མཆོག་དཔང་དུ་བཙུགས་ཀྱང་ཡོད། ཡོང་ཆོག་གི་མ་རེད། ང་དེ་འདྲ་ཟེར་ན་དེ་ནི་སྤྱི་ཚོགས་དབྱེ་འབྱེད་ཀྱི་ལས་ཀ་ཧ་ལས་པའི་ཤུགས་ཆེན་པོ་བྱས་ན་དེ་ནི།

དེ་ནས་སྐུ་ཚབ་ཁྱེར་གི་ཡོད། དེའི་གི་དེ་ནས། ཆེད་དུ་ལས་ཡིན། དེ་ནས་དེའི་འབྲེལ་མཐུད། འབྲེལ་མཐུད་པ་ཡིན། དེ་འདྲ་ཟེར་ན་དེ་ནས་ཁྱོད་ཚོ་གི་སློབ་མ་བཅར་ན་དེའི་དཔའ་འབྱོར་དེ་གི་བེད་སྤྱོད་ལོག་པ་དུད་འགྲོ་བྱས་ན་དེ་ནས་སྡུག་པོ་ག་ཚོད་གཏོང་ཡོད། དེ་ཚོ་ཁོང་ཚོ་སྲིད་གཞུང་ག་རོགས་པ་བྱས་ནས་དེ་ཚོ་གི་མི་ཡ་དུད་འགྲོ་བྱས་ཡོད་རེད་བས།

མི་འགྲོ་ནི་སྐད་ཅིག་བཤད་ཡ། མ་ཚིག་གིས་དེ་ནི་རྒྱ་ཆེའི་འགྲོ་བ་མིའི་མཐའ་སྟོང་དུ་ཆུད་དུ་རུང་མོད། དོན་འགྲུལ་གྱི་ཐོག་ལ་དེ་ནི་ཅི། སྐད་ཅོ་རྒྱག་དགོས་ཡ། དེ་འདྲ་ཅིག་དེ་ནི་བྱེད་དགོས་ཡ་ཞེས་ད་ནི་སྟོང་ཆེའི་ཤ་ཞག་ཟེར་ན་རྣམ་པ་ཚང་མར་བཞག་ཐུབ་ནི་ཡིན། བོད་ནང་དུ་ཁྱག་ཞག་སྦས་ན། ཚིག་རྒྱག་གི་རྒྱལ་ཁབ་ཁག་གི་གཞུང་ཚབ་ཚང་མ་ཡོད་རེད་ཀྲུང་གོ་དང་ལ་གཞུང་ཚབ་ཡོད་རེད། གཉེན་སྒྲིག་རྒྱག་ཐུབ་ཀྱི་ཡན་ལག་ཆ་ཚང་པ་བསྐྲུན་གྱི་ལོང་ལོ་ཡོད་རེད། དེ་ཚོ་ལ་དེ་ནས་ཚུར་ཤོག་ལ་ཡོད་པིག། དེ་ནས་ཏཱ་ལའི་ཐ་ལོ་ཚོ་སེང་གེ་སོགས་འདུག་དེ་ཚོ་བཙུད་ཅེས་པིག་གི་དེ་དེ་ནས་སྒྲིག་ཚུགས་དེ་གིས་དེ་ནས་འགྲོ་བ་མི་གི་སྐྱོ་ཚོགས་ནང་ལོང་ལ་དེ་ནས་ལས་ཀ་འདི་འདྲ་བྱེད་གི་འདུག་ཁ་ནས་འདི་འདྲ་བཤད་གི་ཡོད་རེད་དོན་འདི་འདྲ་བྱེད་གི་འདུག་སི་ད་ན། དེ་ནས་དེས་སྟངས་འཛིན་བྱེད་དགོས་ཀྱི་འདུག་དེའི་ཐོག་དེ་ནས་ཞིབ་འཇུག་བྱེད་དགོས་ཀྱི་འདུག་ཟེར་ན་ཁོ་བྱེད་རོགས་བྱེད་ཟེར་ན་ཁོ་ཉན་ཞིག་རྒྱག་ཡ་རོགས་གལ་ཆེ་ཤ་ཡོད་རེད། དེ་ཚོ་ཁྲོན་དུ་འཐུས་པ་རེད། ལུགས་སྲོལ་དུ་འཐུས་པ་རེད། དེ་འདྲ་ཡིན་དུས་དེ་ནས་དེ་འདྲ་བྱེད་དགོས་དེ་གལ་ཆེན་པོ་རེད་ཟེར་ཡ་དེ་འདྲ་ཡིན། ཚུལ་བློ་ལ་ཡོད་པའི་གི་དེ་ནས། ང་ཚོས་དཀའ་ངལ་འཕྲད་རྗེས་ཐག་ཆོད་ལྗོངས་རྡོ་རྗེ་ཤུལ་དུ་དལ་བར་བྱས་ནས་དེའི་ཆུས་རྒྱུད་ཀྱི་མི་སྣ་དེ་ཚོ་ཡོངས་རྫོགས་ཀྱིས་སོ་སོའི་ས་གནས་ས་ཐོག་གི་དེ་སྲིད་གཞུང་སོ་སོ་ལ་གོ་བརྡ་གཏོང་དགོས་ཡ་སྙད་རྒྱུ་རྒྱག་དགོས་ཡ། གནས་ཚུལ་དེ་ཚོ་དེ་ནས་ཅུང་ཟད་གལ་ཆེན་པོ་སྐྱེས་པ་དེ་ངས་ཤིན་ཏུ་གལ་ཆེན་པོ་རེད་ཟེར་ཡག་དེ་འདྲ་ཡིན། དེ་སྔོན་ཕ་དག་ལ་ང་ཚོ་གིས་ད་ཀྱི་ང་ཚོ་ལ་རག་ཡོད་མ་རེད་ཅེས། ད་ཀྱི་བོད་མི་ཉང་བདག་མང་པོ་ཅིག་ཡོད་པ་ཡིན་དུས་དེ་ཚོ་ལ་དཀའ་ངལ་སུ་ཡང་འདྲ་ཅིག་དེ་ཚོ་ལ་ཕན་ཐོགས་འདྲ་ཅིག་ཡོང་ན། ད་ཁོ་ང་ཚོ་འགྲིག་འགྲོ་གི་རེད་གསུངས་སོང་ཞེས་ན་ང་ཚོ་གིས་ཁོའི་བསམ་བློ་དུ་འགྲིག་ཅིག་གཏོང་ན་ཁོ་བསྡད་བསྡད་པ་རེད་ང་ཚོ་ལ་མ་ཤི་བ་མ་རེད། རིགས་ཡིག་དེ་བོད་མི་ཉག་འདག་དེ་ཚོ་གི་གནས་སྟངས་ཅིག་ལྟ། ལྷོ་བྲག་བོད་པའི་པུཀུ་དེ་ཚོ་ལྷོ་བྲག་སྟོང་ཐུང་གི་འབྲོག་ཚོ་སྟོང་ཐུང་ཅིག་ལྟ། ལྷོ་བྲག་པུཀུ་དེ་ནས་བོད་ཕོ་མོ་དེ་ཚོ་གི་ངོ་གདོང་དེ་ཅིག་ལྟ། དེ་ཚོ་གི་གཟུགས་པོ་གི་གནས་སྟངས་དེ་ཅིག་ལྟ། དེ་ཚོ་གི་ལྷོ་རྒྱུག་གི་གནས་ཚད་དེ་ཅིག་ལྟ། དེ་ཚོ་གི་དཀའ་ངལ་དེ་ཅིག་ལྟ།

ཁོ་ཚོ་དེ་ནི་བྱས་རྗེས་ལས་ལས་ཤེས་དེ་ནི་དེ་ཚོ་གི་ངོ་གདོང་གཅིག་དང་དེ་ཚོ་གི་ནང་མི་སྤུན་རྒྱག་དེ་ཚོ་གཅིག་དང། དེ་ནི་མི་དེ་ཁྱེད་ཀྱི་ཁྱད་པར་ཤོར་འདུག་ཡང་དུད་འགྲིག་ཡིན་དུས་ད་དུད་འགྲིག་གི་ནང་ལ་དེ་ནི་གོ་ས་ནི་གཏོང་མ་གཏོང་གལ་མི་འདུག་དུད་འགྲིག་ཡིན་དུས་ཀྱི་གནས་སྟངས་དེ་ཚོ་གི་རིགས་དེ་སིག་སིག་ཏིང་ཏིང་བཟོ་མཁན་དེ་གལ་ཆེན་པོ་རེད་ཤག་ང་ཚོས་ཤོག་དྲིལ་གཏན་ཉིན་ལ། དེ་ནས་ཉེན་ཐོག་བསྐྱལ་ནས་བཟུང་སྟེ་རག་གི་ཡོད་མ་རེད། ང་ཚོ་གི་དཔལ་འབྱོར་དེ་ད་ལྟ་ཡིན་ན་ཁོ་ཚོ་གི་ཟ་བདེ་གི་ཡོད་རེད་ཟ་བའི་གི་མ་ཚད་ང་ཚོ་ལ་སྡུག་པོ་གཏོང་ཡ་དེ་འདྲའི་གི་དེ་ནི་བེད་སྤྱོད་ལོག་པ་བྱེད་གི་ཡོད་རེད། དེ་འདྲའི་ཡིན་དུས་དེ་ནི་རྒྱལ་སྤྱིས་གི་རོ་ཐོག་པ་དེ་ཚོ་ལ་ཁྱེད་ཚོས་གི་དེ་ནི་ཡང་ན་ང་ཚོ་ལ་སྤྲད་གི་མིན་ཞེས་ཡ་གཅིག་དང། ཡང་ན་སྤྲད་གི་ཡོད་ན་རྒྱ་ཆ་ག་ཚད་ཕུལ་གི་ཡོད་ན་དེའི་རྒྱ་ཆ་བ་དེའི་དེ་ནས་ང་ཚོ་གི་རྒྱལ་སྤྱིའི་མི་མང་དེ་ཚོ་ལ་བོད་པ་གཅིག་དང་འོས་པ་གཅིག་བྱེད་རོགས་གྱིས་ཡོད། དེ་མིན་ན་དེ་ནས་ཤོ་སྡེ་གཏན་ཉེ་དེ་ཚོ་གི་ཆུའི་བྱས་ཉེས་དང་ཤོ་སྡེ་གཏན་ཉེ་གི་མི་མང་དེ་ཚོ་བོད་པ་མ་རེད། ཆུ་ལོག་པ་མ་རེད། འགྲོ་བ་མི་མ་རེད། མིག་འབྲས་བཙིར་གི་མིན། བདག་རང་ཚ་གི་ཤེས་ཀྱི་དང་ནང་གི་རེད་ང་ཚོ་གི་སྤྲད་གི་མིན་ཟེར་ན་ཁོ་ཚོ་གིས། ཀོ་ཐག་ཁྱོད་ནས་བཤད་པས་ན། ང་ཚོས་ཡིན་ན་ཁོ་བློ་བདེ་བགྲོ་གར་བ་རང་དེ་ཡིན་མིན། ང་ཚོས་གི་མི་མང་ང་ཚོས་གི་མི་བེད་སྤྱོད་བྱེད་བོད་མི་སྐྱོ་བོ་ནང་དེ་བོད་མི་ཚོ་ཡར་འགྲོ། ཡིད་རྫི་ཉེ་དེ་གི་དེ་ནི་ངོ་ཚོད་དེ་གི་ཀུན་ཚོད་དེ་གི་འབྲེལ་མཐུད་པ་རང་དེ་ལ་དེ་ནི་ཕན་ཐོག་བྱེད་གི་ཡོད་སེམས་ལྷག་མ་བསྐྱལ།

དེ་ཡིན་དུས་ཀྱི་ང་ཚོ་ཚང་མ་ཁྱེད་ཀྱི་ཐོག་ལ་ཤུགས་རྒྱག་གི་ཡ། དེའི་ཐོག་ལ་དེ་ནས་བསམ་བློ་གཏོང་གི་ཡ། དེའི་ཐོག་ནས་གོ་རྟོགས་སྤེལ་དགོས་ཡ། དེ་ཧ་ཅང་གི་གལ་ཆེན་པོ་རེད་བཞག་མ་དེ་ཟེར་ནས་དུ་དྲི་བཞག་ན་འགྲིག་ཡ་ཅིག་རྩི་བ་ཉིད་ནི་རེད་མི་འདུག་དེ་ནས་རྡ་རམ་ས་ཁའི་དབང་འཛིན་པ་དེ་ཚོ་ནི་དེ་ནས་ཀྱི་ལས་ཀྱི་འབྲེལ་མེད་དོ་དམ་ཚོགས་ཀྱི་འགྲོ་སྟངས་ལ་བལྟ་མི་དགོས་དོ།

ཟེར་ནས་བཤད་དེ་འདྲ་ཡིན། བློ་བཟང་སེང་གེས་ཁོ་རང་འདྲ་ཆགས་ཆགས་བས་ན། ཁོས་དམངས་གཙོའི་གི་རྩ་ཁྲིམས་ལྷོ་སྒྱོང་བྱེད། ཁྲིམས་ལུགས་ལྷོ་སྒྱོང་བྱེད། དེ་དེ་མ་ཚད་པས་གི་དེ་ནས་ཅི། འགྲོ་བ་མི་གི་མཐའ་བསྡོམས། གི་དེ་ནས། ལྷོ་སྒྱོང་བྱེད་ནས་ཁོ་དེ་ནས། ལྷོ་སྒྲ་ཐོན་ཡོང་དེ་དེའི་ཐབས་རང་གི་གཙང་ཡིན་ཟེར་ནས་ཁོས་བཤད་ཡ་ཡོད་བ། ད་ལྟ་བྱས་ཙང་དེ་སོགས་ཅིག་བལྟ། དམངས་གཙོའི་དྲི་མ་མ་བསྒྲགས་ཐོ། ཁྲག་འདུལ་བསྒྲིལ་གྱི་ཀུན་ཡོང་སོང་མ་དགོས་ཐོ། དོན་འགྲེལ་གྱི་དེ་ནི་གྲོ་ནས་གྲོ་དེར་ཅི་རེད་འདུག་བཤིག་ཡོད་འདུག་སྡུག་ར་གཏོང་ཉེན་ཨོ་དེ་འདྲ་ཅི་རེད་འདུག་དེ་འདྲ་ཡིན་དུས་དེ་ནས་རྒྱུ་ཆའི་དེ་ཚོ་གི་ཐོག་ནས་ང་ཚོ་སྐད་ཆ་བཤད་དགོས་ཡ་དེ་འདྲ་ཆགས་ཡོད་རེད་ཟ་ནོག་གཏོང་དགོས་ཡ་དེ་འདྲ་ཆགས་ཀྱི་འདུག་ང་ཚོ་གོམ་པ་དེ་འདྲ་ཀྱི་རྒྱབ་ལས་ཀ་དེ་འདྲ་ཅི་ལས་དགོས་ཀྱི་འདུག། ངོ་ཚང་མ་གིས་དེའི་ཐོག་ལ་ཤུགས་ཡག་པོ་རྒྱག་རོགས་གྱིས་ཟེར་ནས་ཞུས་ཡག་དེ་འདྲ་ཡིན། དེ་ནས་བོད་མི་མང་རྣམ་པ་ཚོ་ཡིན་ན་བསམ་ཤེས་ཀྱིས་གོ་ཤེས་ཀྱིས་ཧ་རྒྱག་གི་མང་པོ་རེད། ཁྱེད་རྣམ་པ་ཚོ་གིས་ན་དེ་ཚུགས་ཀྱི་ཐོག་ལ་གོ། བདེན་དཔང། ཇི་ཡག་གི་མཐའ་མཐོང་ཡོད་རེད། ཇེ་དགོས་ཡག་གི་ཆགས་དགོས་འདུག་ང་ཚོའི་བོད་པའི་སྤྱི་ཚོགས་དེ་ཡག་པོ་གི་ཆགས་དགོས་གི་ཡོད་ན། ང་ཚོ་ཚང་མ་གི། དེ་ནས། དབང་རྫིག་པ། དེ་འདྲའི་གི་དེ་ནས་ཇི་མི་སྤྱོད་དབང་རྫིག་གི་ལས་ཀ་བྱས་ཉེས། ཁྲིམས་མེད་ལུགས་མེད་གི་ལས་ཀ་བྱས་ཉེས་དེ་ཚོ་ལ། ཕྱག་དང་རྡུང་ལེན་བྱས་ན། དེ་ནི་ཚང་མིའི་སྤྱིའི་བསམ་བློ་གཅིག་མཚུངས་མེད་ན་མ་འོངས་ཀྱི་སྤྱི་ཚོགས་དེ་ང་ཡག་པོ་ཅིག་ཆགས་ཀྱི་རེད་དྲན་གྱི་ཡོད། དེ་ང་ཚོ་གི་རེ་བ་རེད་རེ་བ་རྒྱག་ཆོག་གི་རེད། རེ་བ་རྒྱག་དགོས་ཀྱི་རེད། དེ་རེད་མ་ཏེ་ད་ལྟ་དུ་མི་བྱེད་བསྡད་པས་ན། དེ་ནས་ད། མིའི་སྐྱེ་ཚོགས་འདྲ་པོ་ཅི་མི་འདྲ་འདུག་ག། ཨ་དེ་ཡིན་དུས་དེ་ནི་ཨེ་ཤེ་ཡ་དུད་འགྲོ་ཡིན། ཨ་ད་དེ་རིང་སྐད་ཅིག་ཤེས་མཚམས་དུད་འགྲོ་ཅི་ཡིན། དེ་ནི་བཀྲ་ཤིས་བདེ་ལེགས། སྐད་ཚིག་ལེན་རྒྱུ་རྣམ་པ་ཚོ་བཀྲ་ཤིས་བདེ་ལེགས།